རྟ་མཁོ་རྣམ་པ་བདེ་མོ་ཡིན་ན་ཁ་བརྡ་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ། དེ་རིང་གི་ཁ་བརྡའི་བརྗོད་གཞི་ཡིན་རྒྱུ་ན། གླགས་འཕྲིན་ཞིག་གསོ་བྱེད་བཞིན་པའི་ཉིན་རྒྱུན་ཞེས་པ་འདི་གཏན་འཁེལ་ཡོད་པ་དང་འདིའི་ཕྱོགས་ཁ་བརྡ་རགས་ཙམ་གཟིགས་ཡོད་ཅེས། ཞུ་ནི་ཡའི་ཁ་བརྡ་ལེ་ཚན་གི་འགྲོ་རིམ་ལྟར་དེ་རང་གི་སྐུ་མགྲོན་གྱི་རང་ཉིད་མཚམས་སྦྱོར་གྱིས་བསྡིགས་ཟིག་ཡལ། ཨོ་ཡ། ང་ཨ་ཅེ་ན་བྷ་ཡིལ་ལི་ཀུའེ་ནི་རྫོང་གི་དབང་མང་གྲོང་རྡལ་གྱི་ཡིན། ང་ཉིང་ང་ཙི་མཐར་མ་ཕྱིར་ད་སྐབས་འོན་ཀྱང་འདིའི་སྲིད་གླིང་གི་གཞི་མདོ་ཆེན་མོའི་ཉེ་འགྲམ་དུ་ན་ཁ་པར་ཞིག་བཟོ་ཡི་དང། རེད་ཁྱི་ཁ་པར་ཞིག་བཟོ་མ་ཡི་གོང་བ་སློབ་གྲྭ་བརྒྱུད་ན་ཨི་རེད། སློབ་གྲྭ་ཙི་གེ་རེ་ཚོང་ནི་རེད་ཁྱི་པོ་ཟིག་ཚོང་བ་ནི་མ་རེད། ཨོ་ད་ཅིག་མ་བྱེད།
ད་གི་དེ་དམར་འབྲང་ཟིག་ཚོང་ནི་རེད་དམར་འབྲང་མཐར་ཕྱིན་དང་ད་གི་ད་སློབ་གྲྭ་མ་ཚོང་ནི་རེད་ད་ཡུ་ནི་ཡི།

ད་གི་ད་འདི་ལྕོག་དི་འདི་ཆེ་པུ་ལི་ཤི་ནི་མར་ད་རི། ད་ཆེ་གི་ཤ་ཉི་དི་དི་ལག་འཕྲིན་ར་འདི་མོ་ཁྲི་ཆི་ཤིག་སོ་ཡེ་གོ་སི་ཀར་ད་ཆི་དི་ཡི་རྗིས་འབྲང་ངི་ད་ལུས་རྒྱང་ནི་སེ་གོ་ག། ཨ་རེ། ཨ་སྤྱི་སྟང་གི་ད་ཆི་མང་བཞི་མེ་གི་རེ་ཀ་ཐུག་དེ་ཆོ་མང་བཞི་མེ་ནི་ཟི་གི་ད་ལག་འཕྲིན་ར་འདི་མོ་འདི་ཤིག་སོ་གོ་ཤ་འདི་ལི་ཉེར་གྱི་ཟི་དང་ན་རྒྱང་རྒྱི་ན། རང་གི་ཚུག་གི་རང་སྐྱ་ཐུབ་པའི་ཆི་ལག་འཕྲིན་ཟིག་ཤིག་སོ་ཡེ་ཐུབ་ནོ་ད་ལྕོག་དི་ཟེ་གོ་ནི་མ་རུ་གོ་དེ་དི་ཆུ་ཆི་མོ་ཟི་གི་རང་གི་བ་གི། ད་བཙོག་དེ་འགའ་འཆི་བྲེལ། དེ་ཡང་འཆི་ནི་ད་དེ། ད་ཞིག་གསོ་རིག་མཆེད་པོ་ད་བར། ད་ཤི་རྗེས་རྒྱུག་ནི་ཞིག་གསོ་རིག་གཞན་པ་ད་ཁི་རེ་ཅང་མེད་གི་ད། ཅིག། གསང་གྲངས་མ་ཤེས་ན་དུ་གཏོར་རྒྱུག་ཟེར་དགོན་ར་དུ་མོ་རེའོ། དེ་ཡང་འཆི་ནི་ད་བཙོག་དེ་མ་ཤེས་ན། ལུས་ཀྱི་ན་འགྲོ་ད་ཤི་དྲི་རྗེས་རྒྱུག་ད་དུ་མོ་ནི་མཆེད་པོ་གཞན་པ་ན་འགྲོ་ད་ཤ་འབག་རེ་རྗེས་རྒྱུག་ད་དུ་མོ་མི་ནི་མེད་གི་ད། གཙོ་བོ་གི་གཙོ་བོ་ཅིག་ཅིག་བཙོག་དེ་ན་ར་འགྲོ། ལུས་རྒྱུ་འདི་རེ་ནི་ཅིག་ཅིག་དུ་མོ་ཟིག་རེ་ཡིན་ཁ་རེ།

འདི་ན་དེ་ཉིས་སྟོང་ཅར་ཀི་ལོ་རེད་པ་ཅར་ཀི་ལོ་ད་རི་ད་དེ་ད་མགོ་མོ་ནས་ད་རི་ཚོང་གང་ཡོད་ཀྱི་ཡོད་ནར་མོ་ད་གི་ད་གི་ཙོག་དོན་ལས་རྒྱུ་འདི་ཅིག་ཧྲག་གི་པི་འདོད་དེ་ད་ད་ཅི་གི་ཟིག་གཙོ་བོ་ན་འགྲོ་ཡི་ནི་འདྲ་ཟིག་ད་གི་མ་ར་ད་མགྱོགས་ཁ་དེ་མག་གི་ནི།

གཞུང་དུ་དེར་གླགས་འདི་ཉིད་ཀྱི་སྐྱབས་ཞིག་ནི་འགྲོ་ནི་ཡང་ཅིག་འོ་འདི་རེད་འདི་སྐྱིད་ཟེར་དགོས་ནི་རེད་ལ། དུ་མོ་འོ་ན་འགྲོ་ད་རང་གིས་ཤེས་ན་རེད་ཤེས་རྒྱུ་ནི་རུ་ཙིག་ཟ་ཉིད་ད་དུ་མོ་ཟེར་ཐད་ཀར་དུ་གླགས་ལན་དག་དག་ན་རེད་ཡང་ཅིག་མི་ཤེས་ཉིད་ཅིག་ཅིག་དུ་མོ་ཟེར་རོ་མོ། ད་དུ་མཐོ་དེ་ཡང་ཅིག་ནི་ཙིག་ཟེར་ཉམས་མྱོང་ན་འགྲོ་རེད་དུ་ཙིག་ཟེར་དགོས། ད་མང་ཆེ་བ་ཅིག་ཅིག་ཕལ་ཆེར་ཉམས་མྱོང་བ་ར་རག་ལས་ནོར་ཤེས་དགོས། ད་སྐབས་དོན་ར་ཟིག་གྱིས་ན་ཁ་པར་འདི་ད་བར་གི་ཀ་ཤི་དྲུག་ཀ་ཅན་དགོས་ཀ།

ད་གི་ང་ཆུ་ད་ད་འཛིན་གྲྭ་འཛིན་གྲྭ་གིས་ཞོག་གོ་མོ། རེད། འཛིན་གྲྭ་ཅིག་ང་ད་ཉོ། རྒྱ་ར། ད་འཛིན་གྲྭ་ཅིག་སློབ་གྲྭ་གི་སྟེང་འཛིན་གྲྭ་ཅིག་ཉག་གི་ལྔ་བཅུ་དྲུག་ཅུ་དུ་མ་རེད་ད་གི་ད་ད་ཡི། ཁིར་མ་ཁིར་མ་དེ་གི་ཡོང་ན་ད་དེ་གི་ད། སློབ་ཁུབ་ཁིར་མ་ཁིར་མ་ན་འགྲོ་དེ་ཡོང་ན་ཉོ་རྒྱ་ར་ཉོ་ཤི་སུམ་ཅུ་ད་དུ་མོ་ཟོ་གི་དེ་ཡོང་ན་འུ་ལི་ཁིར་མོ་རེད་ང་ཁིར་མོ་ནི་མེད་གི་མཚོར་ངུས་གི། ཉོ་ཟི་གི་དེ་གཞིག་ནི་ཁིར་མ་ཟི་ཡོང་ཐ་ར་ད་ད།

ད་ཞིག་མྱོང་གི། ད་བྱུང་མེད་གི་ཟེར་རྒྱུ་ག་གེ་རེད་ད་ཞིག་མྱོང་རྒྱུ་མྱོང་གི། ད་དུམ་ནི་ཁ་པར་བཙོང་གི་ནི་ད་ཅན་གི་དུ་མོ་དུ་གི་མང་གི། ཧ་ཨ་ད་ནང་ན་ང་ཆུ་ནང་ག་ན་འོ་ཙིག་ཨ། ནང་ག་ན་འོ་ཙིག་ཨ་ཚོང་གང་གི་རེད་ཞིག་དང་ཟིག་ང་མི་ནི་བེ་ད་ཧར་ཀི་འདི་ང་ཆུ་ཧར་ཀི་ཁག་ཐིག་གི། ནང་དུ་ན་འོ་ལི་ཁ་པར་བཙོང་གི་ནི་ད་ཙི་གི་མང་རྒྱུ་མང་གི།

ཐད་ཀར་དུ་ང་སྐད་ཡིག་ཞིག་གསོ་བའི་ས་ལས་ད་ནི་དུ་དུ་མེད་ནི་ར་དེ་རེད་ཡ། ཐ་ག་ཐག་ཉིད་ན་མེད་གི་ད་འདི་ཡ། ར་བོད་མི་ཁྲོམ་ཟེར་གྱི་ན་དྲ་ག་རི་ག་ས་ར་ད་ད་འོང་ས་ག་པར་འདི་ས་འདི། འདི་ས་གི་ས་ལང་གི་འདི་ནུབ་ཕྱོགས་ས་བོད་ག་འདི་ན་ཡོད་གི་མོ། མང་གསུ་ག་རི་ག་ན་ཡོད་ནི་མི་ན་ད་ཕ་ཁྱེར་མེད་ནི་ར་དེ་རེད་ཅིང། ད་ཡོད་ན་ང་ཚོས་ད་གི་ནང་ག་ཙི་གེ་ཟིག་ཆེད་སྐྱོ་ན་འགྲོ་ཆེ་མོ། ཅིག་འུ་ཚོ་ཅིག་སྡེབ་ཚོང་གི་སྒོ་ནས་ནི་ཡི་གེ་ག་ན་ཡོང་དུ་མོ་ཙིང་ཡ། ད་ལྟའི་འུ་ལོ་ནི་ཡོང་བ་ར་ཅུང་ཚེ་ཕུགས་སུ་མ་ཧོ་ཐི། རེད་ད་དེ་རང་ན་ཀ་ཆེ་སྤྱིར་བཏང་གི་ཤིག་བཟོ་ཤེས་ནི་མི་ཚེ། བཙོག་དེ་འདི་ར་ཆེ་ཤིག་བཟོ་ཡི་ཐུབ་ཀ་རེད་ར། རེད་ཅེ། ད་ཧོས་བཟོ་ཞོག་ཝེ་ཀི་ཤ་ཡི་ཟི་ཀི་ད་གླག་འཕྲི་ཤིག་བཟོ་ཡི་ན་འདི་ཀི་ཡི་ན་ཆུ་བོ་སོ་ཡོང་ངེ་བཞང་ན་ཆོག་ནི། བཞང་ན་ཆོག་ནི་དེ་སྔོན་ན་དུ་མོ་ཆ་རེ་ཡོ་བཞང་ནི། ད་ཅིག་འབར་རྫོང་གི་ཟེར་ཏེ། དུན་ཏོ་འདི་ངི་ཆུ་མང་རྫོང་གི་ཟེར་ཏེ།

སྦྱང་ཡུལ་འདྲ། སྦྱང་ཡུལ་འདི་ལྟ་ཅིག་ཅི་ཟེར་དགོས་འདིར། རང་སྐད་ཅིག་རྨང་གཞི་དུ་ཡོད་འདུག་ད་དེ་དོགས་ནས་ཡོད་དགོས། རྨང་གཞི་ཡོད་ན་རྩབ་ནར་ཤེས་ཁ་ནར་ལྟ་གི་མོ། དོན་དུ་ད་ཅིག་དུས་ཡུན་འདྲ་འགྲོ་ཅིག་ཐུང་གི། ད་བྱུང་དུ་མོ་དེ་བྱུང་ཐུག་མ་ཡོང་ནོ་ཀ། དུ་མོ་ནི་སྦྱང་ཡུལ་འདྲ་ཙི་གེ་ཙི་གི་ཨང། ད་གི་ཙི་གེ་ཙི་ཤི་ནོ་དེ་ནི་ཅི་ག་ཉིས། ད།

འགྲོ་ཡུལ་ན་ད་ངས་སྟོང་བརྒྱད་བཙོ་ད་ཁ་ཡིས་ཙི་གེ་ཟིག་ཤི་ན་ཅན་གོས་སྟོང་བརྒྱད་བཙོ་བ་ཀི་མ་ཤི་ན་ཁྲ་ཟིག་རེ་བཙོ་ད་འགྲོ་ཡུལ་ན་འགྲོ་དུ་མ་ཟིག་ར་དེ་ཡང་ཅིན་ད་རང་གི་ད་ནོར་འཕེ་ད་ད་ན་ཁ་ཡིས་ཅིན་རང་གི་སྐྱར་སྟོང་ན་ད་ན་ཡང་ཙི་གེ་ཟིག་ཤོར་འགྱོ་གི་ན་དུ་མ་ན་ད་ཟ་མ་ཟིག་དེ་ཆེ་པོ་ཆེ་པོ་མ་ཁིར་ཁི་ཟ་བ་ང་ནས་དྲུག་ད་དུ་མ་རིག་བ་ཁི། ཨབ་ཅང་ཤི་འགྱོ་གི། ཨོ་ལེ་ཨོ་ལེ་ད་རང་གི་དེ་ཤི་གི་དགའ་བ་ན་འགྲོ་ཡོད་དགོ་གི་ཡ།

ད་ཐད་ཀར་དུ་ཤེལ་བརྗེ་རྒྱུ་དེ་ཚོ་འདི་ཤམ་བག་བརྗེ་རྒྱུ་ད་འདི་ཡང་ཅིག་ས་གཏོར་རྒྱུ་ཟེར་གོ་འདི་བཅད་མགོ་འདི་མོ་འདི་ཤིག་ན་ཟིག་ན་བཙོག་དེ་ཁུར་མོ་རྒྱུ་ན་རྫ་བ་སིམ་བཟོ་དུ་མོ་རེད་གོ་ཨ། རྫ་བ་སིམ་མ་བཞེངས་ན་ཆེས་ལྷོག་ཡོན་ཆེན་མོ་ཟིག་ལེན་རེད། རྫ་བ་སིམ་མ་བཞེངས་ན་ད་བཙོག་དེ་ཁུར་མོ་བཙོག་དེ་ཁུར་མོ་བཙོང་ད་དྲུག་ནས་བརྒྱད་བར་ད་ད་ལངས་ནར་ཨ།
ཁྱོད་སོ་བཞེངས་གི་ཡོང་ན་ཨ་མང་གི། ཟིག་རི་མང་གི། མང་གི་དང། ནང་དུ་ད་བར་ཙི་གེ་ཟི་ཆུང་ནོ། ཅང་ཆེ་པོ་ཆེ་པོ། ཡང་ཅིག་ཁིར་མ་རེ་ཡོང་ད་དུ་ནི་ཁིར་མ་རེ་ཡི་ང་མ་ཐར་ཡིན་ཐི་ཅུ་ཟི་ནུ་མ་རྟོ། ཉི་རིག་སིན་རུ་སྐྱབས་ཅིག་ཡོང་ན་ཡང་ཅིག་ནང་ང་ནི་རུ་མི་ཅི་ཉིག་ཅིག་ཟི་ནི་རུ་དུ་མོ་ཟི་རུ། ཆུ་རང་གི་ལྟ་རྒྱུ་ན།
ཆུ་ཁོར་ཡིག་གི་ནང་ན་མིར་གི་གཞན་པ་གི་ར་ཤིག་སོ་ཡེ་གོ་གི་རེད། ཡོག་གི་ཡོག་གི། སྤྱི་གི་ཆུ་ཆུ་ཚེ་ཆུ་མོ་ཟི་ག་ཐོན་ཡོག་གི། ད་འདི་སྤྱིར་བཏང་གི། རང་གི་ཆུ་ཚོད་ཟིན་ན་ཙི་གེ་གཟིགས། ཐ་དད་ཁ་པར་གྱི་ད་ཀྱི་དོ་ཚིགས་ཀྱི་ཁ་པར་འདི་ལས་ཤེས་གི་རེད་ད་ཕྱི་ས་ར་ཟིག་ཐོན་ཐུབ་ན་དེ་ཡང་གཞིར་གི་འོར་གི་སྦྱང་བ་ར་འགྲོ་ཡི་ལས་ཟེར་གི་ཡོད་ན་ར་ཙི་གེ་འགྱོ་གོ་ད་དུས་མཚམས་དུ་ནས་ཁྱི་མ་སྦྱང་ན་ད་ཡང་མཚམས་དུ་ནས་ལས་ཀྱི་ད་ཁྱོ་ཚད་ར་འགྲོ་ཡང་གཞི་ག་ལས་འགྱོ་འདུག་ཚད་ད་དུ་མར་ཁ་པར་སོ་མ་ཐོན་ཐུབ་ན་ཡིན་ནམ་ན་དེ་འདི་ཡང་དུས་ཚོད་གི་ཁུར་གི་ཅིག་གཞུང་ལུགས་ཟིན་ད་ཆོག་གི་ལག་ལེན་ཟིན་ད་ཆོག་གི་ཁ་ཚང་ཡི་གེ་ཅིག་ཙི་གེ་ཙི་གེ་ཡི་གོ་ཟིན་ད་དུ་མོ་ཟིག་རེད།

དྲ་ཐོག་ནས་དེའི་རྩོད་གདན་གྱི་ཐོག་གི་གློག་སྐས་དར་ག་འཇོག་གཞུག་དར་ག་དེའི་ཐོག་དེའི་དེའི་སྟེང་ནས་ན་གློག་འཕྲིན་གཟུགས་གསར་བ་གཟུགས་གཉིས་དང་དག་གཏོར་བཏང་ནས་དེ་སྦྱངས་ནས། དེ་གློག་དར་གྱི་འདིའི་གཞུང་ཐིག་ན་འགྲོ་དྲ་ཐོག་ནས་དེ་དང་ན་ཙི་གི་གཟུགས་བྷ་གི་མོ་གཞུང་ཐིག་དེ་དྲ་ཐོག་ཡོང་ར་ཡོང་གི་ད་དེ་ཅིག་བྷ་གི་གཟུགས་སྒོར་མོ་སྟེར་དགོས་བཟུང་དེ་བཞིན་དང་ན་དྲ་ཐོག་ནས་ཡོང་གི་ར་དེ་མཐོ་དེའི་ལག་ལེན་ར་སྟེར་དགོས་ནི་རེད་ལ་དེ་མཐོ་གི་དྲ་གི་ལྕོག་དོན་དེ་ལས་ན་ཁིར་གི། སྤྲོ་ཚུལ་དང་སྔར་བསྡུ་དང་ལེན་གོ། དོན་སྟོད་ཀྱི་སྔར་ཚུལ་དེ་ཀློང་གི་ཕྱེད་ཚུལ། ད་ལྟ་ཚང་མ་གཙིགས་ཡས་ཡོད་ཀྱི་རེད་འདུག་ཡང་མི་གཅིག་གི་ཡང་སྔ་བ་རེད་གཞུག་མ་ཉེས་ཟེར་དགོས་ནི་རེད་ལ། ད་འདི་ཁ་པར་གསར་བ་ཐོན་དང་ད་འདི་ཨེ་ཏི་གི་ཨེ་ཏི་ཟེར་གོ་ག། ད་གི་འདི་གསང་གྲངས་འདི་ཅན་གོ་འདི་ད་ཀི་རེད་ཀྱང་ཀི་ཁག་གི་འདི་ཐད་ཀར་དུ། ཅེས་གསང་དྲང་མ་ཤིན་ཏུ་གཅེར་མགོ་སྟེ་ཀི་རེ་ཀོ་བཅུ་ཀི་རེ་མཐོང་ན་འབྲུ་མེད་ཀི་མོ་ད་ཇི་འདྲ་ཙི་ད་ཕ་ཁྱེར་མ་ཚོགས་ཟིག་ཀི་ཤི་ར་ཤི་འདྲ་ཙི་གི་ཟིག་གོང་ན་འགྲོ་དཀའ་གི་ད་ཏི་གཅེར་མགོ་གཉིས་དང་ཨེ་ཏི་མི་ནི་ཀ་ནི་ཁ་པར་སོ་མ་གཉིས་ཡོང་དེ་དང་ཨེ་ལི་ན་ཡང་རིང་གོང་ནོ་ཇི་གི་རུ་འགྲོ་སོང་ཆེ་ག་འགྲོ་སོང་ཆེ་ག་ད་སྟོང་ཚོ་བདུན་ནི་རྒྱལ་ལི་ཤི་ནི་ལས་དང་ར་ད་ལྟ་དུས་ཚོད་ཚོགས་ཡོད་དུས་ལས་ཆུ་ཏུ་འགྲིག་སོང་ན་ཧྲ་ཧི་ར་ཐབས་མ་འགྲིག་ན་སྟོང་ཚོད་ལེན་གྱི་ཚིག་ཨང་གི་ཧ་གི་དང་ནི་པའི་ཁྱི་ར་འགྲོ། དུས་འདི་ད་གི་ཨ་ཏི་ཅན་གུ་འདི་ཚིག་གི་ཚིག་རྩ་གི་མོ་འདི་མོ་གཉིས་དང་དུས་ཐོག་འདི་ཁི་རེ་འབྱུང་བ་ར་འགྲོ་ལི་ཟེར་གུ་ར་ད་གཅིག་གི་མ་ཆོག་ཨ་གཉིས་ཉུང་གི་ཨེ་ཁི་རེ་ཀྱོ་མེད་གི་མོ་དུ་མི་ནི་ད་གི་འདི་ཧྲིན་ཀྲིན་ཅན་གུ་ད་གི་སློབ་གྲ་གི་ནང་བ་ཀ་དུ་ནི་ད་བར་འདྲ་ཚིག་འཇུག་ན་ད་ཁ་པར་ད་སོ་མ་གཉིས་དང་ད་ཁྱོད་དེ་རང་བ་ལས་འོང་ན་ཁ་པར་དེ་རང་སོ་མ་གཉིས་དང་ད་ལྟོ་རེ། ད་གི་ད་སློབ་མར་མང་ག་དུ་ན་ད་གི་ལི་ད་གི་དུ་ཚ་གི་ན་འགྲོ་ཡི་ལི་ད་ལྟ་བ་དྲི་དུ་མོ་དུ་གི་ཉན་དྲ་དུ་མོ་དུ་ཡར་སྐུ་རི་ང་ཆོ་ཤི་གི་དུ་གི་སློབ་གྲ་གི་ནང་ནས་ཡར་སྐུར་རྒྱུག་གུར་གི་ར་དུ་ཚོགས་པ་ན་ནང་ནས་ད་ལེབ་ཤོང་ན་འགྲོ་དུ་ཤད་གི་ར་ཡང་རང་གི་ལག་ལེན་ན་འགྲོ་ད་གི་ཨེ་ཏི་ཉི་དང་ལག་ལེན་ཡོད་མི་ནི་ཡང།

ཨེ་ཏི་རྒྱན་དགོན་འདི་དོན་འཇོག་པའི་ད་ནི་གང་ཟག་ཉུང་དགོན་ཡང་མི་ཤེས། རེད་རེད་རེད། དོན་འཇོག་པའི་ཡི་གེ་ཨེ་ཏི་མ་ཤེས་ནས་ཡོང་དགོན་དུ་རྒྱན་དགོན་འདི། དོན་དོན་འདི་ཧ་ག་རེ་གཉིས་ཀ་གཅིག་རེད་མོ། ད་འདི། རང་རྒྱུད་ཀྱི་ལས་ནོ་ཀ། དོན་དོན་འདི་ཨ་རི་གི་ལས་ནོ་ད་འདི་ཁིར་མ་ཁིར་མ་ཡོད་གི་མོ། ད་འདི་ཡིན་ན་ཡང་འདི་ནང་ནས་ཡང་གཅིག་དམག་གཅིག་ས་ཟིག་ཡོད་ན། ཞང་བོད་འཇོག་ས་གཅིག་གཅིག་རེད་ཅིང་ད་གི་རང་རྒྱུད་ཀྱི་འདི་ཀི་ཞང་བོད་འཇོག་ས་གཉིས་རེད་མོ་ད་བར་གི་འདི་དང། ཨ་རི་རྒྱན་དགོན་ག་ཡིན་ན་ཀི་ཞང་བོད་འཇོག་ས་ཁིར་མ་རེད་རྒྱན་དགོན་དེར། དེ་དང་ན་ཡང་དི་ས་ས་གི་དི་ཡང་གོང་ན་འགྲོ་ཡང་སོ་མ་ཟི་ཉུག་གི་ན་ཙི་གེ་རི་དི་ཉི་ཟེར་གོ་ནེ་ར་དི་མོ་ཟི་ཏྲ་ཡང་ཅི་ཉག་གི་འདི་ཏྲ་གི་ཕྱོགས་ན་དི་ད་འདི་གི་ཟོ་འདི་ཀྲུང་གོ་དཔོན་གི་སེར་གྱི་ན་འདི་ད་འདི་གི་འདི་གི་ཡོག་ག་ལི་ཀྲུང་གོ་གློང་ཕྲན་སེར་གྱི་འདི་ཅན་གུ་འདི་ར་ཡང་ཅི་ཨ་རི་གི་དི་ཉི་ག་མག་ཅི་གི་ན་ཡང་གང་ཏི་རི་ཁ་ཡེ་གི་ཟོ་འདི་ཤང་བུ་འདི་ན་ང་ཅག་འདི་ལ་མི་གྱོ་འདི་དི་མོ་ཡོག་གི་དི་མོ་ནི་ལྷག་ཏུ་ཙི་གེ་རི་ཙག་གི་ཨ་ཨ་ད་དི་མོ་ཉིད་ན་ཡང་ཙི་གེ་གོང་ན་འགྲོ་དེ་གི། རེད་ད། དྲིན་འཇོག་པ་དེ་རང་ལ་ག་ལག་འཕྲེང་གི་ཕྱོགས་ནས་ཆེས། གཙོ་དོན་ཡིན་ན་ཆོག་གོ་སྤྱིར་བཏང་གི་དོན་ཡིན་ན་ཞིག་སོགས་ཡིན་ཐུབ་ཀི་ཡིན།
ད་རང་གི་འདིའི་ཕྱོགས་ནས་ཁག་སོགས་ཐུབ་ཀི་ཡིན། རེད་ད་ཆོས་ལུགས་ཆུང་གི་གལ་ཏེ་མང་བ་ཟིག་གོ་སྐབས་འདི་ནམ་ཡོང་རྒྱུ་མི་ཞིག་གོ་སྐབས་གཞན་པ་ཟིག་ཡོད་ལས་དེ་གཏོང་རྒྱུ་ན་ཆེས་ལག་འཕྲེང་ཞིག་སོགས་ཡོད་རྒྱུ་གོ་བྱ་འདི་སྤྱིར་རྒྱུ་རེད། ད་དེ་ལྟར་ཅེར་གྱི་མ་རེད་རང་གི་ད་ཅིག་གི་གཅིག་ནས་རང་གི་ད་ཅིག་གི་དགའ་ཕྱོགས་ན་མོ་ཡེ་མོ་འདི་ཨ་ཨ་དེ་ཚོ་ད་འདི་ལ་ཁ་ནས་རང་གི་ཙི་གེ་ཟིག་ད་བདེ་གི་བདེ་གི་རེད་ཆེན་མོ་འདྲ་བ་འདི་ཙི་གེ་ཟིག་ད་རང་གི་རང་གི་རང་ཁ་རང་གསོ་ཐུབ་ཀྱི་འདི་ཐོག་ནས་དེ་གི་བདེ་ན་ད་གོ་སྐབས་གཞན་པ་ཟིག་བྷོ་གི་དང་ད་ར་ད་འདི་རྨང་གཞི་བཟང་བདེ་དང་གཞན་པ་སེར་སྐྱོ་མིན་ཐད་ཀར་དུ་འདི་སྐྱིད་དང་ཡེ་ལི་གྱི་རི་འདི་ཐུང་མོ་ད་ཕ་གྱི་རིགས་ཀྱི་མ་རེད་ཨ་ཨ། ཆེས་ལག་འཕྲད་རྐྱང་རྐྱང་ཞིག་བཟོ་དགོས་ནས་ན་ད་འོང་འཕྲད་ཆེས་གཞན་པ་ར་ཞིག་བཟོ་ཡི་གི་ཡོད། ད་གློག་འཕྲིན་རྐྱང་རྐྱང་རེད། ད་གློག་འཕྲིན་གྱི་ནང་ན་ད་ཡང་ལྷ་ཁང་ནས་རུ་མ་ཉོ་མང་གི་ད་དུ་མི་ནས་ད་གི་འདི་བརྙན་འཕྲིན་ཟེར་གྱི་ནི་འདྲ་འདི་ཅན་གུ་འདི་གི་རེད་ཡང་མི་ཡ་རླངས་འཁོར་དྲན་འདིའི་རྒྱང་འཛིན་ནོ་ཀ་ད་འདི་མོ་འདི་རིས་བཟོ་དུ་མོ་དེ་ལུས་ན་ཡང་ཙི་གེ་གི་ཙ་གི་མོ་དེ་ཁིར་གི་ཆུང་གྱོ་ནི་རུ་ཆུང་ག་ངིའོ།

ཞིང་ཁ་པར་ལས་ཀྱི་ཡོང་ནོ་ཡིན་ཆོག་གོ་ད་ནང་ནས་ལས་ནོ་ལས་ནོ་ཡིན་ཟེར་གོ་ནས་ལ་ཚང་མ་རྒྱ་ཆེ་མང་གི་དོན་དོན་དེ་ཡི་སྔགས་སུ་ག་ཚིག་ཡོད་ཟིག་ཕྱི་ནང་གི་སྡེབ་ཚོང་ས་ཚིག་ཁྱེད་ཚིག་ཡིན་མོ་དེ་ནི་ད་རྒྱུན་ལྡན་གི་འཁོར་ནོ་ན་འགྲོ་རྒྱ་ཆེ་མང་ཉིད་དུ་མང་ཟེར་ད་ཨི་བོ་ཏྲ་ཡོད་ཀྱོ་ཡོག་གི་ཡོག་གི་ར་སྤྱིར་གི་མང་གི་ན་འགྲོ་རྒྱ་ཆེ་གི་འཇོག་རྒྱུ་ན་རྒྱ་ཆེ་མང་ཉིད་དུ་མང་ཟེར།
རེད་གལ་ཏེ་ཡང་གཞི་རིམ་ན་རང་གི་དུ་མོ་ཕྱུགས་ཟོག་གང་བྱུང་བྱུང་ཞིག་ཡོད་ནི་ཡོད་ག། ཡང་ཕྱུགས་ལ་མི་ཡི་སྐོར་སྐུ་བདག་ནས་བཟུང་བའི་ཧྲིན་ཀྲིན་ན་སོང་བའི་རྩོད་དོན་ལས་རྒྱུ་དུམ་འདི་བརྒྱང་མེད་གི་རེད་དུ་མོ་ཡིན་སྟངས་ན་གལ་ཏེ་མང་རྫོང་ན་ཅིག་འོག་གི་ཁུར་གིས་རྩོད་དོན་ལས་མི་ཞིག་གི་སྡིག་རྩོད་དོན་ཆགས་ཀྱི་དོན་རྫོགས་ཆེ་རུ་ཡོད་ལུགས་ན་ད་ཕྱོགས་སུ་བསྐུར་ཡོང་ལུགས་ན་ཕྱིས་དེ་རོགས་ཡིན་ནས་ལས་བཏང་ནས་དབྱེ་མཚམས་ཀྱི་སྒོར་མོ་ཟིག་བླངས་བཏང་ཡོད་དེ་ཡིན་ན་ཆོག་ནི་ཨ་རེད། དེ་ཕྱོགས་ནས།
ད་ལྟ་ཁ་ཡི་མང་ཆེ་བ་དུ་ཡིག་གི་ཡོད་ནས་ད་ང་ཚོས་འདི་ཡིན་གྱི་ནས་ར་ཚོང་གི་ད་སྲིད་གླིང་གི་འདི་ན་ནོ་ཟེར་དགོས་ནི་རེད་འདི་རེད་འདི་ནི་རེད་ད་ཁ་ཡི་སི་ར་རང་རང་གི་ལས་གི་མེད་ནི་ཅན་གོ་ག་དུ་ཅན་གོ་ནོ་ནི་ག་ནི་ཁེ་རི་ཡོང་དེ་དང་ཡང་ང་སོང་དེ་དང་ཡང་དེ་གི་ངའི་ཁུར་གི་གི་རིན་གོང་དེ་ནི་དུ་ལང་དང་ཁུར་གི་དེ་ཡང་འགྲུལ་བ་དུ་ཟེར་བ་ནི་དུ་ལང་ད་དུ་མོ་རེ་བསྐྱེལ་རོགས་ད་ད་གི་འདི་འུ་ཚོ་འདི་ད་ལས་རིགས་གཅིག་པའི་ཉིན་ར་འགྲོ་དུ་ཡིན་ན་ཡང། དེ་ཚོགས་ཀྱི་དགོངས་ཚུལ་ནི་རེད་ཡང་འགྲུལ་བ་གཞན་པ་ནི་གཞན་པ་གི་ཚོགས་ཀྱི་དགོངས་ཚུལ་ད་ལྟ་མོ་ཟེར།
རེད་ད་ཁྱེད་ཀྱིས་བཤད་ན་བདེན་ན་གོ་ལ་དང་མི་བདེན་ན་མ་བཤད། ཆུ་བཞི་རིམ་ར་ད་ང་ཆུ་གླིང་ཕྲན་བེད་སྤྱོད་གོ་ནོ་འདིར་གི་ཤིག་སོག་འདི་ཤོག་ད་ར་མི་ཤིག་གི་རེད་ན་གོང་ར་མི་ཤིག་གི་རེད་ད་ཁྱེད་བཤད་ནོ་དེ་རེད་ཁྱེད་ཆུ་ལིག་རི་ག་གོང་ཟེར་ཡང་ང་ཆོག་ཤིག་སོག་ཡིན་ནོ་ཡང་ཅིག་གི་གོང་ཟེར་སེ་གོ་ག་ག་དེ་ཅིག་གི་གཙོ་བདེན་གཟུགས་ཆགས་སོག་ཡིན་ད་ཤིག་སོག་ཡིན་ན་སྤྱིར་བཏང་གི་གོང་ཆེན་མོ་ཟེར་ཡིན་ནི་རེད། སྤྱིར་བཏང་གི་ད་ཚིག་ཟེར་དགོས་ནི་ཁ་པར་གི་བཟང་ངན་འདྲ་འགྲོ་རེ་ཡོད་ཟེར་དགོས་ནི་རེད་ལ་ལུས་ན་ད་ཁ་པར་ཞིང་གོང་སྒོར་མོ་སྟོང་ཅན་བརྩིགས་ན་ད་ཁིར་གའི་ལུས་ན་སྒོར་མོ་སྤྱིར་ལྔ་བརྒྱ་གི་ཡན་ན་ཤོར་འགྱོ་ནི་ཟིན་འདྲ་ཟིན་གྱི་ན་ད་ཕ་ཁྱི་ལུས་ཧ་མདོག་མེད་ནི་འདྲ་ཁྱི་ཁྱི་དེ་དྲུག་ཡན་པ་ཟིན་ཡིན་ཙང་ཞེན་ཧ་འདུག་མོད་དུ་མཐོ་ཡང་ད་བར་གི་ཀི་ཤུ་ཅན་གོ་ཀ་འདི་ཅན་གོ།

ད་བར་འདྲ་ཚིག་ཉིས་སྟོང་དགུ་གཉིས་ར་ལྔ་བརྒྱད་དྲུག་བཞི་དང་དེ་རེ་ད་ང་ཚོ་དེ་ཡང་ཕ་ཁི་ཆིག་གཉིས་རེ་ཆེ་ཆུང་ལྷག་ཁ་ནང་སྲིད་མོ་ཁི་མོ་འདི་ནང་གི་ར་རྩ་མོ་སྟོང་གཟུགས་ར་བརྒྱད་བརྒྱད་གི་བརྒྱད་དུན་ཐོ་སྟོང་གཉིས་ར་གཅིག་དུན་ཐོ་སྟོང་གསུམ་དབྱར་རམ་བུའི་ཚ་ད་ཐིག་གི་འདྲ་འགྲོ་ཁ་པར་གི་བཟང་གི་འདྲ་འགྲོ་ད་ར་སོང་ད་ཁྱེད་སྤུན་མ་ཞིག་གི་དགོངས་འདྲ་འགྲོ་འདི་གཏན་ཁིལ་ལི་ལི་བྱུང་བར་འདི་ནས་འདི་མོ་ཟིག་རི་ཟེར་གཅིག་གི་ཆང་མོ་ཞིག་གི། རེད་ད་འུ་ཆོས་བོད་ཀྱི་ནང་ན་བོད་ཡུལ་བེད་སྤྱོད་རྒྱུ་ཆེད་དུ་སྐུ་ཤུན་འདི་འཛིན་དགོས་ནི་དུས་ས་སྟེང་འཇུག་གི་མི་འགའ་ཡིན་ན་མི་འགའ་ད་གཅིག་གཉིས་མི་ཟེར་རྒྱུ་ཡིན་ཡོང་བའི་ཅང་མ་འགོར་ར་འཕྲུལ་ཡན་ཆད་རེ་ཡིན་ན་རེད་ཡ་སྤྱི་ཐམ་པ་ཟིག་སྤྱི་ཐམ་པ་གི་ནང་གི་སྦྲང་གཟུགས་འོ་ཀ་རེད་དུ་མོ་ཟིག་གི་གཙོ་དུ་ན་ནད་དོན་བྱུང་དང་ངས་ལུས་བགྱིས་ན་ཕ་སྐྱིར་ཆི་མོ་ཟིག་དགོས་ནི་རེད། ཕ་སྐྱིར་ད། བཞི་བརྒྱ་ནས་ལྔ་བརྒྱ་གི་ཆེས་ཤོར་ན་ད་ཧ་འདོགས་མེད་ན་ལྷ་ཟེར་ལས་ན་ར། ད་ད་གི་འདི་ཁིར་གི་འདི་ཁ་པར་འདི་ཐོག་ན་ད་གི་འདི་སི་ཕིའུ་ཟེར་གྱི་ཟོ་གི་མོ་ཅེ་འདི་ཟེར་གྱི་ཟོ་གི་འདི་གཉིས་གི་ཆིག་གོ་ན་དོན་བྱུང་ན་ཁ་ཡིག་གི་ད་ཁོང་ཟོ་ཡང་ཅིག་ཡིན་ནམ་ན་ནང་གི་དངོས་བོ་གོ་ཟེར་གོ་ན་ར་ལ་ཁ་མི་ཤེས་ན་ཡིད་དངོས་བོ་ལོང་བ་དང་ཁ་པར་ལས་ན་ད་ཅིག་གོ་ན་འགྲོ་ཟེར་གི་ཤོར་ན་ཤོར་ཟེར་གྱི་ན་ཡང་དེ་ལས་ཕྱོགས་ན་འགྲོ་ཟེར་གི་ཡོག་གི་ཡ་ཁྱེད་འདི་ཏྲ་ཧ་གི་ཉེ་སོང་ཅོག་བདུན། ནང་གི་ཐོག་གི་སེ་ཕྱུ་ར་ཁྱེད་དེར་ཉིད་ཀ་མར་བྱེད་དེ་དང་ཟེར་གོ་ནི་རེད་ད་ད་གི་འདི་ཡང་གཅིག་བཙོག་འདི་འདྲ་ཨ་ན་འདི་སེ་ཕྱུ་ར་ཟེར་གོ་ག་དེ་ར་ཁྱེད་དེར་ཉིད་ཀ་ནང་གི་དངོས་པོ་གོ་གི་ཟིག་དང་ད་དེ་ཉིད་ཀ་སོང་བས་བཙོག་འདི་གཞན་པ་ཟིག་ཐོག་བཞག་གི་ལས་དང་ད་ཡང་ནང་གི་རྒྱུ་ཆ་རང་འགྲོ་ཚང་མ་འདུག་ཉིད་དང་ཟེར་དེ་གི་ན་ཡང་གཅིག་ཡང་ང་སོང་བས་བཙོག་འདི་ཟིག་སོ་མ་ཟིག་ཉོ་གོ་ག་སོ་མ་ཟིག་ཉིད་ད་དེ་ཐོག་པ་པད་གོ་ནི་ཡང་གོང་རང་འགྲོ་ཅེམ་ཐོག་འགྱོ་འདི་མོ་ཟིག་རེད་ཡ་ད་དེ་ཉིད་ཀ་མ་འདྲི་ན།

ད་སྐབས་ན་ད་གྱིས་ན་ཏི་མོ་ཟིག་གྱིས་ན་ཙི་གེ་ཟིག་ལིས་ཐོ་ན། ད་ང་བརྒྱ་གི་ཡན་ཁོར་འགྱོ་སྟོང་ཟིག་ཁོར་འགྱོ་གྱིས་ན་ར་ཁི་རེ་སྐྱོ་མེ་ཁི་ར། ད་ཡང་ལོ་གཉིས་གསུམ་ཟིག་གི་གཞིག་ནས་ཏི་མོ་ཟིག་གི་ད་གི་ཙོག་དན་ཤོང་བཞིས་དགོ་ན་ཟིག་གྱིས་ན་ད་གྱིས་ན་ར་ཧ་འདོང་མེ་འདབ་ཅི་ཟིག་ཏི་མོ་ཟིག། ད་འདི་ཁིར་གི་འདི་མ་ལག་ན་འགྲོ་གི་མར་ཏེག་ཏེག་གི་སོང་ན་ཁི་ཙི་གེ་རིང་གོར་ན་ད་མ་ལག་ཏི་ཡ་ར་འགྱོ་ཁ་མ་གྱིས་ན་ནང་ང་ད་ཀན་ཏྲིན་འཇོག་ས་མི་འགྱོ་གྱི་སེར་གྱིས་ན་ར། ད་གི་ད་ཡང་ཅིག་ནང་གཞན་པ་བཞག་ས་མི་འགྱོ་ན་ད་ཏི་མོ་མོ་ཏང་མ་གི་ཨ་ང་བ་ཅན་གོ་ཀ། ད་ད་མོ་ཚོ་ལྟ་བར་ཁྱེར་ཡོང་རྒྱུ་ན། ང་བསྟན་འཕྲིན་ཅན་གོ་ད་མགྱོགས་འཕྲིན་ཅན་གོ་ནུ་མོ་འདི་གཙང་བཞག་ས་མི་འཇོག་གི་ཡ། ད་ཐད་ཀར་དུ་ཁ་པར་རྒྱག་སྐྱིལ་ཁུར་མོ་ན་ལ་འཇོག། འདི་གཙོ་བོའི་ན་འགྲོའི་ཁུར་གི། འདི་མ་ལག་འོ་ཀ། ཁུར་གི་ཁ་པར་ཁུར་གི་མ་ལག། འདི་ཡར་ཇེ་མཐོ་བཏང་ས་མི་འཇོག་ནུ་ཁུར་གི། དགེ་དང་ན་ད། འདི་གི་ད། དེ་ཡར་ན་འཇོག་རྒྱུ་མེད་འདང་འཇོག་གི་མོ། དགེ་དང་ན། ད་ཡིན་ནམ་ལ་ད་གི་མགྱོགས་འཕྲིན་ཅན་གོ་འདི་འཇོག་ན། ད་བར་གི། མ་ལག་ས་ར་བུ་ན་འཇོག་གོ་ནི། ད་དེ་མ་བཞག་ན་ཡར་འཇོག་ས་མི་འཇོག་ད་དགེ་འཇོག་གི་ཡ།

ད་ཁྱོད་ཁ་པར་ཤི་སོགས་ཡིན་ན་ཟིག་རེད་རེད་གཙོ་བདུན་འདིར་ཀ་མ་ཁ་ཆེ་ཁོ་ནོ་ཐང་ང་ཡང་རང་ཡང་གི་རྒྱབ་ནུ་ད་འབྲེལ་བ་ཡོད་ནོ་རེད། ཡོད་ཁི།
ད་ཁྱི་ད་སང་ཐང་ང་ཆེ་རྒྱབ་ཐང་ཟིག་ཁི་རེད་ཀྱང་ཁྱོད་འདྲ་འགྲོ་མ་སོང་ཟིག་རེད་ལག་གཡས་ར་ལངས་ཟིག་ར་ཡང་ཁིར་གི་འགྲིག་གི་ད་ཡིན་ན་ད་འདི་མཐའ་ཀ་མཐའ་ཀ་འདི་སྐྱིན་གི་རྒྱ་རིག་ཟོག་ནི་རེད་ཡ་ད་སྐྱིན་ད་ཟིག་རིག་ཀོག་རྒྱུ་ནི་ར་ཟེར་དགོས་ནི་རེད་ལ་དེ་ཡིན་ཟོག་ད་ཟིག་ཐང་ཁྱི་ཆེ་རྒྱབ་ར་ཏི་མཐོ་ད་དེ་ཁ་འོག་གི་ཁིར་གི་འདི་གི་རྒྱ་རིག་ཟོག་ཀ་ད་ཀོག་སོང་ན་ད་ཟིག་ཐང་ད་ཁྱི། ཐང་གཡང་མོ་ཟིག་རྒྱབ་ནར་ཚག་གྱི་རན་རེད་ད་ཐུ་མོ་རེ་ཡོག་གི་ད་ཕྱི་ནང་ཡར་ཚོང་ཡོད་ན་ཁྱི་གླང་ནར་སྐྱོད་མེད་ན་ཉི་མ་ཆར་ཡིན་གོ་རིག་ད་ད་ལ་མི་རྒྱུག་གྱི་ཐུ་མོ་ཡོག་གི་མོ་སྒྲ་མེད་ཀྱི་ཟེར་གྱི་ན་འདྲ་སྒྲ་རྟག་མང་བོ་ཀྱི་ཟེར་གྱི་ན་ད་དེ་ན་སྐད་མང་གི་མོ་སྐྱོད་མེད་ཐང་ན་ད་ནི་ཉི་མ་ཆར་ཡིན་ག་རིང་གོར་གི་གོར་གི་ད་སྒྲ་རྟག་མེད་ཀྱི་ཟེར་གྱི་ན་འདྲ་དོན་དུ་ཧར་སེར་བཤད་འདུག་མི་གོ་གྱི་ཟེར་གྱི་ན་སྒྲ་མེད་ཀྱི་ཟེར་གྱི་ན་འདྲ་ད་གཡང་གཅིག་ངུ་ནི་ན་ན་ཁིར་གི་ཧར་འདོག་མེད་ཀྱི་ཟེར་གྱི་ན་ཟེར་གོ་རེ་ལ་ཐུ་མོ་ཏུ་ཡོག་གི་འདི་ད་ཁིར་གི། ཁ་པར་གྱི་ཕྱི་ནང་སྟེང་སྔོན་ནས་ར་ཁུར་གྱི་སྐྱོན་མེད་བཏང་ན་ཡིན་འདི་ཡིན་གི་ད་ཁ་བསླངས་ནང་ནང་ན་ཙི་གེ་ཁ་ལས་ནད་འགྲོ་ཡོད་ག་འདེག་གི་འདེག་གི་གཡང་འཁྱེར་གི་ལོག་སོང་ད་དུ་མོ་རི་ཡི་ད་ཁ་ཡིག་ཆུ་བུ་སོང་ཟིན་ན་ཡང་ཅིག་ད་ཉིན་དུ་འབྲི་ར་འབྲི་འོང་ན་ཡང་ཁ་ཡིག་བྲིས་ན་ཅིག་ཆི་ཧ་གི་ནད་འགྲོ་རེད་ཁ་པར་ཆུ་ཟིག་མ་འགྲིག་ཟིན་ན་ཡང་ཆ་བུ་བསམ་པ་ཟིག་གི་ཁ་པར་ད་རང་རང་མ་འགྲིག་ཐུག་ཟིན་ན་ཅིག་གོང་ནད་འགྲོ་ཙི་གེ་ཟེར་དགོས་ནི་རེད་ལ

སྐམ་ནི་རང་གི་དུད་འགྲོ་རང་སྐམ་དང་ནང་ནས་འུར་རྡོས་ཁ་ཡིག་ཁ་པར་དང་ཕྱི་ཡིག་སྐམ་སྐམ་སྐམ་དང་ཁྱེར་ཡོང་ནི་རེད་ནང་ན་ད་རང་ནང་ན་ཕྱི་ན་འགྲོ་གི་ཡོད་ཀྱི་ཡོད་གི་འདི་འདྲ་ཆུ་གཟིག་ན་ར་གི་ད་འདི་ཀིར་སྐྱིད་གོ་གི་ཙོག་བདུན་ཀིར་སྐྱིད་ཀི་ནང་ཕྱི་བ་སོང་ན་ཡང་ཐ་ཀིར་དེ་ཀིར་སྐྱིད་ལོག་གི་མོ་དི་ག་རེ་རབ་ཡིན་ན་དུ་མོ་གཟིག་གྱིས་དང་ན་ད་དུ་མོ་གཟིག་གྱིས་ཀྱིས་ན་ད་ཁྱོད་ཤེས་ས་གཟིག་ན་ཕ་ཁྱེར་ཀྱང་ལེན་གྱི་རེད་མ་རེད་རང་ང་གཅིག་གྱིས་དང་ནོ་མོ་ནི

ཁ་ཞིག་འདི་དང་ཡོད་ཅེས་བཤད་ཐུབ་ཁོ་ནར་ཡོད། ད་ཕ་ཁྱི་རིགས་ཁ་ཞིག་དང་ཕྱི་ཐང་ན་ལྷ་རྒྱུ་ར་ཞིག་རེད་ན། ད
ཆུ་འདི་ཡིན་གྱི་ན་ཡང་ཆུ་དེ་རང་ནང་ཀ་ཤ་ཡེར་ཀ་ལས་ཤེས་ཀྱང་འགྲན་རྩོད་རྩེད་ཟིང་མཛའ་གྲོགས་ཆེ་གི་རེད་ཡང་ཁྱི་རྒས་ཁྱི་རྒས་ལམ་གཟུགས་རྩྭ་ཐང་ན་ར་རེད་ན་རེད་ད་ཡང་ཆུ་ཆུ་ལོ་ཚོད་འདིའི་ནང་ཀ་ལྷོ་བྲ་རྒྱུག་ཧྲལ་དང་ནས་འཕྲོད་སོང་ཡང་ལག་ཁྱི་བྲ་ལག་སྟག་ར་ཁྱི་རེ་བོ་ལོང་བ་ད་ཡང་ཆུ་གཞུང་ཤི་པ་འདིར་ཀ་ཞིག་དང་ན། རྒྱུགས་མམ་འཕྲོ་འདུ་ལྟ་མོ་ཡོག་གི་རེད། ཡ་རེད། ཆུ་གློག་འཕྲིན་ཤུགས་སོགས་ཅུང་འདི་ར་ལམ་ཟིག་རེད་ཡིན་ན། ཨ་རེད། དེ་ཁོ་བོ་ཆེའི་སྐད་ཆ་ཐུང་ཐུང་ཟིག་ཅིག་མ་བཤད། ཨ་རེད། ད་ཅང་ངས་བཤད་ན་ཅང་ཁེ་རེད་ཅང་ཆེ་པོ་བཤད་དྲན། ད་ང་རང་གི་ལྟ་ཚུལ་འདྲ་འདོན་རྒྱུ་ན་ཅིག། ད་ཆེན་མོ་ཟིག་ན་ཅིག་སློབ་ཡིག་ཡིག་ཟིག་ཤེས་དགོས་ཀྱི་ཟེར་དགོས་ནི་རེད་ལ་རང་གིས་ཅུང། ང་འདི་མོ་ཟིག་གིས་ད་ལྟ་བར་རང་ང་དེར་ཡིས་ད་མ་འགྲངས་ཟིག་གི་ཐར་ཕྱིན་མ་ཕྱིན་ད་དུ་མོ་ཟིག་རེད་མོ་དེ་ན་ད་བར་ད་འདི་ཙོག་དོན་བྱེད་དགོས་ལུས་ཀྱི་ད་འདི་ཙོག་འདི་ཁ་པར་གི་གཞུང་ལུགས་ཁག་གིས་དེ་ན་ཚང་མ་བག་གི་རིག་ནུས་མེད་ན་ཅིག་ད་ཡི་གེ་ཟིག་གི་ཙིག་གེ་ཟིག་མ་ཤེས་ན་བག་གི་ཙིག་གེ་ཟིག་ཤེས་ནི་ཟིག་གི་ཅིག་མ་ཆོག་དེ་ར་ཅིག་ཅིག་ཤིག་ཤིག་ཤིག་ཤིག་དགོས་གི་ཨ་ཨ་ད་ད་དེ་གཞུང་ལུགས་ག་ར་སོང་སོང་ན། ཡང་རིག་ནས་གོ་གི་མོ། དོན་ཐོ་དེ་ནང་ན་ཅིག་དབྱིན་ཡིག་གི་ཅིག་ཁར་གི་ཅིག། འདྲི་རྒྱལ་གཞོག་ས་རན་ར་ཐུ་མོ་ཨོག་དོན་ཐོ་དེ་ནི་དབྱིན་ཡིག་ཤེས་གོ་སར་ཨོག་ད་ངའི་ཐུ་མོ་ཏུ་མི་ཤེས་པ་ཡང་འདྲ་གོ་གི་པེ་གཞན་པ་དབྱིན་ཡིག་འདི་ནང་དུ་གི་ན་དོན་ཐོ་དེ་ད་ཆ་ཟིག་གི་ཤོག་ན་ཡི་གིས་ག་ཅིག་ནག་གཞོན་ཟིག་གི་ཅིག་ཅིག་ད་སློབ་ཆེན་མཐར་ཕྱིན་དང་ཟེར་རྒྱོ་ག་གི་ར་ཡ་ར་ཅིག་སློང་དྲང་ན་འདྲ་ཟིག་དོན་དང་དོན་ནི་ཅིག་ཚོང་དེ་ན་རུ་སྤྱིར་ར་བན་གྱི་ན་ཅིག་ཨ་ར་ཅིག། ཐོབ། ཐོབ་ཆེན་བཟོ་མཐར་ཕྱིན་དང། དག་གི་ཅིག། ཚོང་དུས་གཞན་པ་ནི་ཡ་ཅིག་ན་ཆུ་ཚིགས་ཀྱི་ཕྱོགས་ནས་ན་ཅིག། ལྷ་གི་བོན་དུ་སྐྱེ་དང་མོ་ཟེར་རེད། རེད་རྟ་འཁོ་ན་པ་ད་དེ་རང་ན་ག་ཚང་མི་ཤི་ནི་རེད། སློབ་གྲ་ཆེན་མོ་སློབ་གྲ་ཆེན་མོ་གི་གཞན། དུ་མོ་མཐར་ཕྱིན་དང་ན་ར། གཞུང་ཞབས་པ་ལྟ་བ་འདི་མོ་ལས་ཤིག་ཡོད་ཅུ་ཟེ་ཟི། སྐ་གི་ཡིན་ན། རེད་རེད་རེད་རེད་ཨ། ཨ་ཨ་ཨ། ད་ལྷག་པར་དུ་ཆེ་བཤད་ནོ་དེ་རེད་སློབ་གྲྭ་ཁུང་གི་མ་སོང་བ་ད་འདི་མོ་སློབ་གྲྭ་ཆེན་མོ་འགྲིམ་ནོ་གི་ལག་འཁྱེར་ར་མེད་ནོ་འདིར་ག་ད་གཞུང་ཞིག་པ་ལྟ་བུ་འདི་མོ་གི་ལས་ཤིག་ཡེ་གཅུ་འདི་ད་བ་གི་ཅིག་ཕ་ཅིར་རྨི་ལམ་ལྟ་བ་ཟིག་རེད་ཡིན་ན་དེ་ཡིན་སྲིད་ག་ད་ཉི་ས་བཏང་ཟིན་ན་རང་གི་ཁག་སུ་དགོ་གི་རེད་ཆེ་ཆེ་ཟིག་མ་བཤད་ལ་ཡིན་ན་རང་གི་ལག་རྩེ་ཟིག་སྦྱང་གཏོང་གྱིན་ན་ད་ཕ་ཅིར་མིག་སྔར་བལྟས་ན་ཐུབ་མེད་ནོ་དེ་ནང་གི་ཐབས་མཆོག་ཟིག་ཡིན་ན། རེད། ལྟ་མཁོ་རྣམ་པ་དེ་རང་གི་ཁ་བརྡ་ལེ་ཚན་སྟོང་ཚུམ་འདི་ནས་འཇོག། ཐེངས་རྗེས་མའི་ཁ་བརྡ་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ། ད་བདེ་མོ།